ང་ཚོས་ཤེས་དགོས་ཡ་དེ། འདིའི་སྐབས་སུ་འཁོར་འདས་རུ་ཤན་འཁོར་འདས་རུ་ཤན་ཟེར་ཡ་དེ། ལུས་ཀྱི་འཁོར་འདས་རུ་ཤན། ངག་གི་འཁོར་འདས་རུ་ཤན། སེམས་ཀྱི་འཁོར་འདས་རུ་ཤན་ཟེར་ད་རྫོགས་པ་ཆེན་པོའི་སྐབས་སུ་འཁོར་འདས་རུ་ཤན་དེ་རྩ་བ་ཆེན་པོ་གསུངས་ཡོད་རེད། ད་དེ་འདྲས་ཀྱི་འཁོར་འདས་རུ་ཤན་དེ་བྱས་ཡ་ལ། ཕན་ཐོགས་ག་རེ་ཡོད་རེད་དགོས་པ་ག་རེ་ཡོད་རེད་ཟེར་བཤད་ཡོད་དུས། ལུས་ཀྱི་འཁོར་འདས་རུ་ཤན་ལ་བརྟེན་ནས་ལུས་སྤྲུལ་སྐུར་འགྲུབ་པའི་ཀའི་ནུས་པ་དང་ལྡན་པ། ངག་གི་འཁོར་འདས་རུ་ཤན་བྱས་པས་ངག་ལོངས་སྐུ་ལ་འགྲུབ་པ། སེམས་ཀྱི་འཁོར་འདས་རུ་ཤན་བྱས་པས་སེམས་ཆོས་སྐུ་ལ་གྲོགས་ཐུབ་པ། ཕན་ཡོན་དེ་རེད་ད། སྐུ་གསུམ་རང་ཆས་སུ་ཡོད་པ་ཡིན་དུས། སྤྲུལ་སྐུ། ལོངས་སྐུ། ཆོས་སྐུ་གསུམ་དེ། ལུས་ངག་ཡིད་གསུམ་ལ་ཡོད་འདོད་མ་ནི་ཡོད་རེད། ཡིན་ན་ཡང། ལས་དང་པོ་པ་ལ་འཁོར་འདས་རུ་ཤན་དེ་མ་བྱས་ན་འཁོར་འདས་རུ་ཤན་དེ་ཡང་རྣལ་འབྱོར་པ་ལ་མི་གོ་བ་རེད། སྒྲོ་འདོགས་སེམས་ལ་ཆོས་སེམས་པ་དང་གནས་ལུགས་རྟོགས་སེམས་པའི་གང་ཟག་ལ་འཁོར་འདས་རུ་ཤན་གོ་གི་ཡོད་མ་རེད། འདི་འཁོར་འདས་རུ་ཤན་བྱེད་མཁན་དེ་སུ་རེད་ཟེར་ན་གང་ཟག་བྱེ་བྲག་པ་ཞིག་གོ་རེད། གང་ཟག་བྱེ་བྲག་པ་དེ་སུ་ཡིན་ན་གཉིས་འཛིན་གྱི་བློ་ཡོད་བསྡད་མཁན། གཉིས་འཛིན་གྱི་བློ་ཡི་ནང་དུ་རྟག་ཏུ་གནས་བདེ་མཁན། གཉིས་འཛིན་གྱི་བློ་ཡིས་རྟག་ཏུ་བཅིངས་ཤིང་མཁན་དེ་ཡིས་བར་དུ་གཅོད་བདེ་མཁན། འོ་དེ་འདྲའི་གང་ཟག་གིས་ད་ཁོ་འདི་རུ་བཞེངས་ཏེ་བྱེད་དགོས་ཀྱི་རེད། ད་དེ་ཁྲི་རིང་མོའི་ནང་དུ་སོང་བ་ལྟ་བུ་བྱས་ཡོང་དུས། ཁོ་འདི་རུ་བཞེངས་བྱེད་ཡ་ལ། དང་པོ་འཁོར་བའི་གི་ལུས། དེ་ནས་འཁོར་བ་དང་བྲལ་བའི་གི་གནས་ལུགས་ཀྱི་ལུས་གཉིས་ཐོག་ལ་ཁོ་འདི་རུ་བཞེངས་བྱེད་ཟེར་ཡ་དེ་དེ་རེད། ལྟ་སྒྲིག་བྱེད་དགོས་ཀྱི་ཡོད་རེད་ཡིན་ན་ཡང་སྤྱི་བཏང་སྔོ་ནན་གྲང་ནན་བྱས་པས་ན་དུར་ཁྲོད་ལ་འགྲོ། བླ་མའི་དང་པོ་འཁོར་འདས་རུ་ཤིང་གི་ངོ་སྤྲོད་བྱས། དེའི་རྗེས་སུ་རྣམ་པ་ཚོ་དུར་ཁྲོད་ལ་འགྲོ། རྟག་དུར་ཁྲོད་ལ་འགྲོ་ནས་ཚེ་ནང་ཁོང་ལ་རྟག། འཁོར་འདས་རུ་ཤིང་བྱེད་དགོས་ཀྱི་ཡོད་རེད། ལུས་ཀྱི་འཁོར་འདས་རུ་ཤིང་ངག་གི་འཁོར་འདས་རུ་ཤིང་ཡིད་ཀྱི་འཁོར་འདས་རུ་ཤིང་དེ་བྱེད་དགོས་ཀྱི་ཡོད་རེད་དེ་ལྟ། སྤྱི་བཏང་ཆགས་རྒྱུན་ན་དེ་སྣང་བའི་ལུགས་སྲོལ་མི་འདུག། མེད་པ་དེ་ཡང་ཏན་ཏན་རེད་ག་རེ་བསམ་ན་གང་ཟག་བྱེ་བྲག་པ། ཉམས་ལེན་ལ་དངོས་གནས་དྲང་གནས་ཀྱི་སེམས་ཀྱིས་ཅི་རྡོ་རུས་སྤྲོད་དགོས་བསམ་པ་དང་སྙིང་རུས་ཡོད་མཁན་ཞལ་ལྕེ་དང་དཀའ་སྤྱད་དང་སྙིང་རུས་ཡོད་མཁན་ཞིག་ཡོད་པ་ཡིན་ན་དེ་འདྲ་དེ་བླ་མ་གི་མདུན་དུ་ཡར་བོས་བོས་ནས་དེ་ལ་ངོ་སྤྲོད་བཤད་དེ་ནས་ངོ་སྤྲོད་བཤད་ནས་དུར་ཁྲོད་དང་རི་ཁྲོད་ལ་སོགས་པ་དེ་ཚོ་ནང་ལ་འགྲོ་ནས་འཁོར་འདས་རུ་ཤན་འབྱེད་དགོས་ཀྱི་ཡོད་རེད་ཡིན་ན་ཡང་ད་ཐུན་མོང་གི་ངོ་སྤྲོད་བཤད་ཡོང་དུས་དེ་ནས་ལུས་ཀྱི། ད་འདི་སྐབས་སུ་ལ་ཡ་འཁོར་འདས་རུ་ཤིང་ཤེས་ཡ་འདི་ལུས་ཀྱི་དང་པོ་ལུས་རེད། ལུས་ཀྱི་སྤྱོད་པ་རྩོལ་བ་བྱེད་དགོས་བ་རེད་ད། འགུལ་བ། རྒྱུག་པ། མཆོངས་པ། ཉལ་བ། ཡང་ཡང་ལངས་པ། ལ་སོགས་པ་དེ་འདྲ་གི་འགྲོ་འདུག་གི་ད་སྤྱོད་ལམ་མང་པོ་ཅིག་བྱེད་དགོས་བ་རེད། དེ་ཡང་ཉིན་ལ་བྱ་བའི་གེགས་མ་འབྲེལ་མཚན་ལ་གཉིད་ཀྱི་དབང་དུ་མ་སོང་བ་ཉིན་མཚན་དུ་བྱ་བ་དང་གཉིད་གཉིས་ཀ་བཅག་ནས་ད། འདི་འགུལ་སྤྱོད་བརྒྱབ་དགོས་བ་རེད། ད་རྒྱུག་རྒྱུག་མཆོང་མཆོང་ཡ་འགྲོ་མ་འགྲོ་ང་ཚོ་དོན་དམ་མེད་པར་རྒྱུག་བསྡད་པ་ཡིན་ན་གང་བསམ་གཅིག་ལ་ཐང་ཆད་འགྲོ་གི་རེད་བ། ཐང་ཆད་ཡོང་དུས་ཨོ་ད་དེ་འགྲོ་བསྡད་དེ་ལ་ཕན་ཐོགས་ཟེར་མི་འདུག་ག་བ་ག་སར་སོང་བ་ཡིན་ག་བ་ག་སར་རྒྱུག་པ་ཡིན་ཉལ་བ་ཡིན་ལངས་པ་ཡིན་སོང་བ་ཡིན་འགྲོ་བ་ཡིན་འདུག་པ་ཡིན་འགྲེང་བ་ཡིན་སྤྱོད་པ་མང་པོ་ཞིག་བྱས་པ་ཡིན་ན་ཡང་དེ་ལ་ཕན་ཐོགས་མི་འདུག་བསམ་པ་དེ་དེའི་བྱ་བ་དེ་འཁོར་བའི་ལུས་ཀྱི་རྣམ་པར་སོང་བ་རེད་དེ་འཁོར་བའི་ལུས་རེད། འགྲོ། འདུག་མཆོང་བ་རྒྱུག་པ་ལ་སོགས་པ་ལུས་ཀྱི། དེ་ཐ་མལ་པའི་བྱ་རྩོལ་དེ་འཁོར་བའི་ལུས་རེད། དེ་འཁོར་བའི་ལུས་ཟེར་ད་རུ་ཤིང་གཅེས་བོར་བ། ད་དེ་ལ་སྐྱོ། དེ་ལ་ཡིད་དུང། དེ་ལ་ཡང་སེམས་སུན་ཡོང་དུས། དེ་ལས་ལྡོག་ཡོང་དུས་ད། མྱ་ངན་ལས་འདས་པའི་ལུས་གཡོ་རེད། མྱ་ངན་ལས་འདས་པའི་དེ་ལུས་གཡོ་བ་མེད་པ། རང་བབས་སུ་གནས་པ། ལུས་གཡོ་འགུལ་མེད་པ་རང་བབས་སུ་གནས་པ། དཔེར་ན་རི་བོ་ཅོག་གཞག་ལྟ་བུ། རྒྱ་མཚོ་རླུང་གིས་མི་གཅོད་པའི་རྒྱ་མཚོ་ལྟ་བུ། ངང་གཞག་གི་ཐོག་ལ་གནས་ཐུབ་པ་བྱེད་དགོས་ཀྱི་ཡོད་རེད་དེའི་ལུས་གཡོ་བ་མེད་པ་དེ་མྱ་ངན་ལས་འདས་པའི་ལུས་རེད། དེས་འོ་ན། ཉམས་ལེན་གྱི་ཐོག་ལ་སླེབས་ཡོང་དུས། ལུས་ཀྱི་འགུལ་ཕྱོགས་མང་པོ་ཞིག་བརྒྱབ་ཐང་ཆད་ཡང་མི་འགུལ་བ་ལ་གནས་བསྡད་པ་ཙམ་མ་ཡིན་པ། ཚད་ལ་ཕེབས་དགོས་པ་རེད་ཚད་ཕེབས་དེ་གལ་ཆེ་བ་རེད། དེ་སོ་སོ་གི་ཚད་ལ་ཕེབས་ཚར་ན། དེ་ནི་རུ་ཤིང་ཆེ་བའི་རྟགས་རེད། ཚད་ལ་ཕེབས་མ་ཐུབ་ན་རུ་ཤིང་ཆེ་མ་ཐུབ་པ་རེད་དེ་ཚད་ཕེབས་དགོས་བ་རེད། ཆུ་གཉིས་མངོན་སུམ་མཉམ་གོང་འཕེལ་རིག་པ་ཚད་ཕེབས་ཟེར་བ་རིག་པ་ཚད་ལ་ཕེབས་དགོས་བ་དེ་དེ་རེད། ཚད་ཕེབས་ཀྱི་རྣལ་འབྱོར། ད་དེ་ཚོའི་སྐབས་སུ་ལ་ཡང་དེ་ནི་སོ་སོ་གི་ཉམས་རྟོགས་པ་གང་ཡིན་ན་ཡང་ད་ང་ལུས་འདི་བསད་ན་འདྲ་གཏུབ་ན་འདྲ། རལ་ན་འདྲ། ས་ལ་བརྡབ་ན་འདྲ། མགོ་བོ་ཆག་ན་ཡང་འདྲ། ལུས་ཀྱི་རྐང་ལག་ལ་སོགས་པ་བརྡབ་ནས་གས་ན་ཆག་ན་ཡང་ད་ཆད་པར་མི་འདུག་བསམ་པའི་གྱི་གདེངས་ཀྱིས་སླེབས་ན་སྐྲག་པ་མེད་དེ་ལ་འཇིགས་ཤིང་ཡ་ང་བ་མེད་ན། དེ་ནི་འཁོར་འདས་རུ་ཤིང་ཆད་པ་ཚད་དེ་རེད་ད། ད་དེ་ཡིན་དུས་ད་ལྟ་དངོས་སུ་བྱེད་མ་ཐུབ་ན་ཡང་ཡིད་ལ་ཅུང་ཟད་དྲན་ནས་ད་ལྟ་སྐར་མ་གཅིག་གཉིས་ཅིག་ལ་དེ་གནང་ན། འགུལ་བ་དང། ད་གཟུགས་པོ་གཡོག་གོག་དུ་བ། འགུལ་བ་དང། ད་སོ་སོ་ག་རེ་གཡོག་ན་འགྲིག་རེད་སྐོར་རྒྱབ་ན་འདྲ་གཡས་གཡོན་ལ་གཡོག་ན་འདྲ་མདུན་རྒྱབ་བྱས་ན་ཡང་འདྲ། དེ་ལ་སྙིང་པོ་འདུ་བས་ད་ལྟ་དགོས་བ་རེད་འདུག་ག་དགོས་པ་འདུ་བས་ཕན་ཐོག་འདུ་བས། ད་ད་ལྟ་ང་ཚོ་ཆག་རྒྱུན་ཙམ་ཞིག་རེད། དེ་ལ་ཞེ་དྲག་ཕན་ཐོག་མེད་པ་ཧ་གོ་ཡོང་དུས་ད་ལུས་མི་འགུལ་བ། ངང་ཤར་ལ་གནས་ཐུབ་ན། ད་དེ་རྒྱུན་དུ་སྤྱོད་ལམ་ནང་ལ་འགྲོ་ཐུབ་དགོས་བ་རེད། ད་ལྟ་ང་ཚོ་ངོ་སྤྲོད་མདོར་བསྡུས་ཅིག་རེད། དེ་རྒྱུན་དུ་ཉམས་ལེན་ནང་ལ་འགྲོ་དགོས་དུས་ཉམས་ལེན་ལ་འགྲོ་ཡ་ལ་ཚད་ཕེབས་ཀྱི་ཐོག་ལ་སླེབས་ཐུབ་དགོས་བ་རེད། སེམས་ལ་སྒྲོ་འདོགས་ཆོད་དགོས་བ་རེད་གདེང་ཐོབ་དགོས་བ་རེད། དེ་ལ་དགོས་པ་གར་འདུག་ཟེར་ན་ལུས་དང་ཞེན་པ་ལོག། ཡ། ད་ལུས་འདི་ལ་སྙིང་པོ་མི་འདུག། ལུས་འདི་ལ་དགོས་པ་མི་འདུག་བསམ། དེ་ཡིན་དུས་ལུས་ལ་ཞེན་ཆགས་ཟད་ཐུག་གི་འདུག་བ། ད་ལྟ་ང་ཚོ་ལུས་ལ་ཞེན་ཆགས་ཡོད་ཡོད་འདུག། ལྟོགས་ན་ཟས་ཟ་བ། སྐོམ་ན་ཆུ་འཐུང་བ། གྲང་ན་གོས་གོན་པ་ལ་སོགས་པ་ན་ན་སྨན་ཟ་བ་ལ་སོགས་པའི་གི་ཐབས་སྣ་ཚོགས་པ་འཇིག་རྟེན་གྱི་ཐབས་སྣ་ཚོགས་པ་སྟོན་པ་སྟེ་རྒྱུ་མཚན་གང་ཡིན་ཞེ་ན་ལུས་ལ་ཞེན་ཅིང་ཆགས་པ་འཁོར་བ་ཐོག་མ་མེད་པ་ནས་ལུས་དང་བདག་ཏུ་འཛིན། བདག་ཏུ་འཛིན་པ་ལ་བརྟེན་ནས་ང་ན་སོང་ང་ཚ་སོང་ང་གྲང་སོང་བསམ་པའི་གི་ལུས་ལ་ཡང་འཛིན་ཆགས་ཆེན་པོ་གཅིག་གི་ཐོག་ནས་ཇི་ཙམ་འཛིན་ཆགས་ཡོད་ན་དེའི་ཚོད་ཀྱི་སྡུག་བསྔལ་མང་པོ་ཡོང་གི་ཡོང་དེ་ཡོད་རེད། རྣལ་འབྱོར་པ་ཡིན་ན་ལུས་ལ་ཞེན་ཆགས་དང་འཛིན་ཆགས་མེད་པས་རྣ་ན་ཡང་རྣ་ཐོག་ཏུ་སྤྱན་ཐེག་པ། ཚ་ན་ཡང་ཚ་ཐོག་ཏུ་སྤྱན་ཐེག་པ། ལུས་ལ་ཉམ་ང་བ་དང་བར་ཆད་ལ་སོགས་པ་གང་བྱུང་ན་ཡང་དེ་དག་ལ་མི་འཇིགས་པའི་གདེང་གི་ཐོག་ནས། ཅན་སྙིང་བྱང་ལམ་ལ་ཚུར་བསྒྱུར་ཐུབ་པ། ན་བ་ཉམས་ལེན་གྱི་གྲོགས་སུ་བསྒྱུར་ཐུབ་པ། ཚ་བ་ཉམས་ལེན་གྱི་གྲོགས་སུ་བསྒྱུར་ཐུབ་པ། ཅན་ཆག་སྒོ་གང་བྱུང་ན་ཡང་དེ་ཡི་རྐྱེན་དབང་དུ་མ་སོང་བར་ཅན་དེ་ཉིད་བྱང་ཆུབ་སྒྲུབ་པའི་གྲོགས་སུ་འགྲོ་ཐུབ་པ། རྫོགས་པ་ཆེན་པོའི་ལྟ་བ། རྫོགས་པ་ཆེན་པོའི་སྒོམ། རྫོགས་པ་ཆེན་པོའི་སྤྱོད་པ་གི་བོགས་འདོན་ལ་འགྲོ་ཐུབ་པ། ནགས་ལ་མེ་ཆེན་པོ་ཤོར་བས་དེ་ཡི་གྲོགས་སུ་རླུང་རྒོད་པ་ལྟར་དུ། རྣལ་འབྱོར་པས་ཀྱི་རྟོག་པས་ཀྱི་གདེང་ཚོད་གོང་འཕེལ་དུ་ན་འཕར་བ་ལ། དེ་ཡི་གྲོགས་ལ་རྐྱེན་ངན་སྣ་ཚོགས་པ་ཡོད་དགོས་པ། བདག་ན་བ་ལས་ན་ན་བར་བྱིན་གྱིས་བརླབ་ཏུ་གསོལ། ཚ་བ་ལས་ན་ཚ་བར་བྱིན་གྱིས་བརླབ་ཏུ་གསོལ། བར་ཆད་དང་གདོན་བགེགས་བྱུར་དང་ལྟས་ངན་ལ་སོགས་པ་གང་བྱུང་ན་ཡང་དེ་ཡི་ཕན་ན་དེ་ལྟ་བུ་ཡོང་བར་བྱིན་གྱིས་བརླབ་ཏུ་གསོལ་ཟེར་ནས་རེ་དོགས་འགོག་དགོས་ཀྱི་འདུག། ད་དེར། འཁོར་འདས་ལུས་ཀྱི་འཁོར་འདས་རུ་ཤན་འབྱེད་ལ། དེ་མེད་ན་ང་ན་སོང་བསམ་ཡོད་དུས། དེ་ནི་རྣ་བའི་རྐྱེན་དབང་དུ་ཤོར་ཡོད་དུས། ལྟ་བའི་གདིང་ནས་མི་འདུག་སྒོམ་པའི་གྲོས་ནས་མི་འདུག་སྤྱོད་པའི་ཚད་ནས་མི་འདུག་དེ་མེད་ཡོང་དུས་དེ་བར་ཆད་མང་དུ་འགྲོ་བ་རེད། ད། ན་བ་དང་ན་ཚ་དང། ལུས་ཀྱི་ན་ཚ་དང་ལུས་ཀྱི་བར་ཆད་དང་ང་ཚོ་ང་གཉིས་འཁྲུག་པར་བསྐྱལ་དགོས་པར་ད་འཁྲུག་པར་བསྐྱལ་ནས། ཆོས་རྣམས་མ་ཐུབ་ན་ཆོས་གནས་མེད་ཟེར་ནས་ལབ་དགོས་འདུག་བ། ཁྱོད་ཚར་མ་ཐུབ་ན་ཁྱོད་ཚར་བ་མིན། ཁྱོད་བར་ཆད་བྱུང་བ་ན་ཁྱོད་བར་ཆད་མིན་ཟེར་ནས་བ་རྡིག་རྡིག་བྱས་ནས་དེ་བཞིན་དུ་རྐྱེན་ངན་པ་བར་ཆད་ནད་དང་གནོད་པ་དེ་ཚོ་ཐམས་ཅད་ལ་ཡང་སུ་དང་དུ་སླེབས་ནས། དེ་ཚོའི་མི་ལ་རས་པ་ལ་འདྲེས་ཡོང་ནས་བར་ཆད་བྱས་པ་རེད། དང་པོ་དེས་འཇིགས་སྐྲག་བྱུང་བ་རེད། བླ་མ་མར་པའི་གདམས་ངག་ཐུགས་ལ་དྲན་ཡོད་འདུག་ཨོ། འདྲེ་དེ་རིང་བྱོན་པ་ངོ་མཚར་ཆེ་སང་ཉིན་གྱིས་ཀྱང་འབྱོན་པར་ཞུ་སྐབས་སྐབས་སུ་གསུང་ནན་ཡང་ཡང་བྱེད་གསུང་འདུག་བ་འདྲེ་དེ་རིང་ཕེབས་ཤག་བཀའ་དྲིན་ཆེ་སང་ཉིན་ཡང་ཕེབས་རོགས་གྱིས། ང་རང་ཉིད་མཚམས་མཚམས་བགྲོ་གླེང་བྱེད་དུ་སོང་བ་རེད། ང་ཚོས་བགྲོ་གླེང་བྱེད་ཡ་བསམ་བློ་ཡོད་མ་རེད་འདྲེ་དུག་ཟེར་དུས་ནས་བཅོས་ཅིག་འདོན་ན་ཨེ་དྲག་རྐང་གླིང་ཅིག་བཏང་ན་ཨེ་དྲག་གུ་གུལ་ཅིག་བདུག་ན་ཨེ་དྲག་ཧུང་ཧུང་ཕེ་ཕེ་སོད་སོད་རྒྱོབ་རྒྱོབ་མཛད་ན་ཨེ་དྲག་དེ་ཡིན་དུས་འདྲེ་དྲག་རོགས་མི་བྱེད་འགྲོ་བས་འདྲེ་གི་ཨོ་མོ་གསུམ་པ་ནས་སུ་དུ་ཧ་གོ་གི་མ་རེད་བ། འབྲས་ཀྱི་ག་རེ་ཧ་གོ་དགོས་ཟེར་ན་སོ་སོ་ལ་མི་འཇིགས་པའི་གྱི་ལྟ་བ་གྱི་གདེང་དང་དགོངས་པའི་གྱི་གཟེར་ཡོད་ན་དེ་ནི་འབྲས་ཀྱི་ཚོད་ཐིག་རེད་མ་གཏོགས་ཧུང་ཧུང་ཕེ་ཕེ་སོ་སོ་སོ་རོ་མོ་ཚོང་ཁང་ནང་ནས་ཉོས་བཞག་རེད་དེ་གོ་ཧ་ལེགས་མ་རེད་བ། འོ་དེ་འདྲ་ཡིན་དུས་ང་ཚོའི་ཉམས་ལེན་གྱི་གནད་འགག་དེ། ཁ་ནས་ལྟ་བ་མཐོན་པོ་སྒོམ་མཐོན་པོ་སྤྱོད་པ་མཐོན་པོ་བཤད་བསྡད་པ་མ་ཡིན་པ་ལྟ་སྒོམ་སྤྱོད་གསུམ་དེ་རེ་རེ་བཞིན་དུ། སེམས་རྒྱུད་ལ་ཚུ་འགག་ཅིག་དང་རྐྱེན་ཅིག་འཕྲད་ཡོང་དུས་སྦྱར་ཐུབ་པ་བྱེད་ཡ་དེ་གལ་ཆེན་པོ་རེད། རྣལ་འབྱོར་པ་ཟེར་ཡག་དེ་དེ་རེད། མ་གཏོགས་མན་ངག་གི་ཁྲིད་རིམ་དེ་ཚོ་མ་ཀློག་བསྡད་པ་ཡིན་ན་ད་གཟབ་དང་རྒྱ་ཆེ་བ་མང་པོ་ཡོད་རེད་ཤེས་ཚོད་ཡོད་མ་རེད་འགྲེལ་ཚོད་ཡོད་མ་རེད་དཀྲོལ་ཚོད་ཡོད་མ་རེད་ཡིན་ན་ཡང་གང་དང་གང་ཐོས་པ་གང་དང་གང་ཤེས་པ་དེ་ཅན་གཅིག་ཁྲེལ་ཡོད་འདུག་དེ་སེམས་རྒྱུད་ལ་འཇགས་དགོས་བ་རེད་ཀརྨ་པ་རྗེ་པ་མེ་ཆུ་རྡོ་རྗེ་གི་རྣལ་འབྱོར་པ་དང་ཆོས་པ་ཡིན་མིན་དེ་རྐྱེན་དང་ཕྲད་ན་ཤེས་གསུངས་འདུག་བ་འོ་དེ་རེད་རྐྱེན་གཅིག་ཁྲེལ་དགོས་བ་ད་བར་ཕྱི་གནོད་པ། ན་བ། ཚ་བ། ལ་སོགས་པ་དེ་འདྲ་བྱུང་ཡོང་དུས། གཞན་གྱིས་མི་ཁ། བྱུར། ཁམ་ཆུ། ལ་སོགས་པ་གླས་ཡོང་དུས་ད་དེ་ཚོ་དང་དུ་ལེན་ཐུབ་ན། དེ་རྣལ་འབྱོར་པ་དེ་རེད། ད་དེའི་སྐབས་སུ་ལ་མདོག་ཤོར། དེ་ནས་མཛུབ་མོ་འཇིབ་བསྡད་པ་བྱུང་ན་དེ་མ་བྱུང་རེད་དེའི་སྐབས་ལ། དེའི་སྐབས་ལ་མཛུབ་མོ་འཇིབ་པ་མ་ཡིན་པ་དེའི་སྐབས་སུ་ལག་པ། ལྟ་ཚུལ་ལ་དཀྲིས་ནས་ད། ལྟ་སྒོམ་སྤྱོད་པའི་གཟེངས་ཀྱི་ཐོག་ནས་ངོས་ལེན་བྱེད་ཐུབ་པ་དགོས་ཀྱི་ཡོད་རེད་དེ་ཡོད་ན་དོན་གྱི་རྣལ་འབྱོར་པ་དངོས་མ་དེ་དེ་རེད་དེ་མེད་པ་ཡིན་དུས་ད་ནི་ང་ཚོ་ལ་དཀའ་ངལ་ཆེན་པོ་ཞིག་འཕྲད་བསྡད་པ་རེད་དེ་ཡིན་དུས་ད་དང་པོ་ད་ལྟ་ངས་ཞུ་དགོས་ཡ་དེ་ལུས་ཀྱི་ཞེན་པ་ལོག་དེ་ནས་ལུས་ཀྱི་སྒྲིབ་པ་དག་བར་གཅོད་ཐམས་ཅད་དང་མཚན་མ་ཐམས་ཅད་རང་ས་ལོ་བཞི་ནས། དེ་ནི་ལུས་རུ་ཤིང་རྗེས་ཐེབས་པ་ཡོང་གི་རེད་གསུང་བར་ད་དེའི་རྣམ་པ་ཀུན་ཏུ་ཁྱེད་རང་རྣམ་པ་ཚོ་དེ་རིང་ནས་བཟུང་སྟེ་ད་ལྟ་དེ་ད་བླ་མ་ཡང་དེའི་སྐབས་སུ་ལ་ཡང་སྤྲོད་ཆེ་སྤྲོད་མེད་ཤིན་ཏུ་སྤྲོད་མེད་རབ་ཏུ་སྤྲོད་མེད་ཡོང་གི་ཡོད་རེད་དེའི་སྐབས་སུ་ལ་ཕྱི་དྲོ་ཕྱི་དྲོ་ཅིག་བལྟས་ཚེ་ཕྱི་ལ་ཕེབས་དེ་ནི་ལུས་ཀྱི་རུ་ཤིང་རྗེས་ངག་གི་རུ་ཤིང་རྗེས་སེམས་ཀྱི་རུ་ཤིང་རྗེས་པ་ཡིན་ན་ཕན་ཐོགས་ཡོད་རེད་ང་ཚོ་དེ་ནས་ཡང་འགོ་བཙུགས་རོགས་ཉམས་ལེན་ཟེར་ཡ་དེ་དང་པོ་ནས་ཡེ་ནས་མ་བསྣམས་ནས་ཐོག་བབས་པ་ལྟ་བུ་ཡོང་ཡང་དཀའ་ལས་ཁག་པོ་རེད་དེ་ཡིན་དུས་རིམ་པས་ཤིན་ཏུ་སྦྱང་ཐུབ་ན། དེ་ནས་ད་ལྟ་འདི་ལྟ་བུ་གི་ད། སྙིང་ཐིག་ཡག་ཤོས་ཀྱི་དབང་ཞུས་པ་དེ་ལ་ང་ཚོ་གྲུབ་འབྲས་ཅིག་དགོས་ཀྱི་འདུག་མ་གཏོགས་ད་སྙིང་ཐིག་ཡག་ཤོས་དབང་ག་རེ་ཡིན་ན་རྟག་པར་ཡོད་རེད་དེ་ཡིན་ན་ཡང་སྙིང་ཐིག་ཡག་ཤོས་ཀྱི་དབང་གི་དོན་དག་དེ་དབང་དོན་ངོ་འཕྲོད་དགོས་པ་རེད་དབང་དོན་ངོ་འཕྲོད་ཡག་ལ་རྫོགས་པ་ཆེན་པོ་སེམས་སྡེ་ཀློང་སྡེ་མན་ངག་གི་སྡེ་ལྷག་པར་དུ་ད་ནི་མན་ངག་གི་སྡེ་གི་གསང་བ་མན་ངག་གི་སྡེ་གི་ཁོངས་སུ་གཏོགས་པ་ཡིན་དུ་ད་དེ་འཁོར་འདས་རུ་ཤིང་ན་ཐུག་དེ་ཡོད་རེད། ཤིན་ཏུ་སྤྲོས་མེད་ཀྱི་མཉམ་མེད་ན་ཐུག་དེ་ཡོད་རེད་དེ་འདྲ་ཡིན་དུས་ད་ནི་མཆོག་གི་ལུས་རུ་ཤིང་ཆེ། དེ་བྱས་པ་ཡིན་ན་མྱ་ངན་ལས་འདས་པ་ལ་ཐ་སྙད་ཁམས་གསུམ་དུ་མི་འཇུག་མ་འོངས་པ་ལ་སྐུ་གསུམ་གྱི་ནང་ནས་ལུས་དེ་སྤྲུལ་སྐུ་ལ་འགྲུབ་ཐུབ་པའི་གལ་ཏེ་ནི་ཕན་ཡོན་ཡོད་དང་པོ་དེ་བྱས། ད་དེའི་རྗེས་སུ་གཉིས་པ་ངག་རུ་ཤན་འབྱེད་པ་རེད། ང་རུ་ཤིང་འབྱེད་པ་ལ་ཁྲིད་རིམ་གྱི་རྣམས་སུ། ད་ད་ལྟ་ལུས་འདྲ་པོ་རེད་ངག་གིས་དེ་དག་ང་ཚོ་ཡང་མེད་ན་ནི་འདོད་ཆགས་ཀྱི་སྐད་ཆ་ཡང་ན་ཞེ་སྡང་གི་སྐད་ཆ་ཡང་ན་ཕྲག་དོག་གི་སྐད་ཆ་ཡང་ན་ང་ཅག་གི་སྐད་ཆ་རེད། ད་ཆོས་ཀྱི་ཐོག་ནས་བཤད་པ་ཡིན་ན་གཅིག་གི་རྣམ་ཐར་གྱི་དག་སོགས་པ་དང་དག་ཅིག་ཆོས་ཀྱི་ལྟ་བ་དགོངས་པ་སྤྱོད་པའི་ཐོག་ནས་སྐད་ཆ་ཅིག་བཤད་བསྡད་པ་རེད། ད་དེ་དང་དེ་འདྲ་བའི་གི་ཡང་གཅིག་ངོ་ཚ་བའི་གི་གཏམ། ངོ་ཚ་ཡག་གི་གཏམ་འདྲ་བོ་དང་དེ་ནས་གཅིག་གིས་འཁྲུག་པ་རྒྱག་དུས་བརྩམས་པ་ལ་ཁ་ནས་ཞེ་སྡང་གི་ཐོག་ནས་དམོད་ཚིག་ལ་སོགས་པ་དེ་འདྲ་དང་རྒྱོབ་ཅིག་དང་གསོད་ཅིག་དང་བརྡུང་ཅིག་ལ་སོགས་པ་དེ་འདྲ་གི་དང་དེ་ནས་ཆོས་ཀྱི་ཐོག་ནས་ཡིན་ན་ཡང་ང་ཚོ་སྔགས་འདྲ་མི་འདྲ་མང་པོ་ས་ཡ་ལ་སོགས་པ་དང་དེ་འདྲ་གི་སྒྲ་སྣ་ཚོགས་པ་མང་པོ་ཡོད་བ་རེད་བསམ་བསམ་ནས་དེ་ནས་ཡང་གཅིག་ད། དེའི་རུ་ཤན་ཕྱེད་ཡར་ལ་ཡར་དེ་ལས་ལྡོག་ནས་ད་ནི་གཅིག་གིའོ། དེས་དེའི་དེ་ལྟ་བུའི་གི་སྒྲ་སྐད་དེ་བར་ད་ལྡོག་བྱས་ནས་སྒྲ་བྲག་ཆ་ལྟ་བུ་ངག་བྲག་ཆ་ལྟ་བུ་ལ་གོ་གོ་རེ་སོང་བ་རེད། ངག་གིས་ད་སྒྲ་ཡི་རྣམ་པ་གང་དང་གང་ཡོད་པ་དེ་ཐམས་ཅད་དེ་འཁོར་བའི་གི་སྒྲ་རེད་འདུག་བ། གཉིས་སུ་འཛིན་པའི་བློ་ཡི་དབང་གིས་བྱུང་བའི་ངག་གི་སྒྲ་ཐམས་ཅད་དེ་འཁོར་བའི་གི་རྣམ་པའི་སྒྲ་ཆགས་ཏེ་ཡོད་རེད་དེ་འདྲ་བོའི་གི་སྒྲ་དེ་ལ་ད་དུ་རྒྱུན་དུ་ཇི་ལྟར་ང་ཚོ་སྐད་ཅིག་བཤད་བཞིན་པ་རེད་དེ་ད་ལྟ་ཉམས་ལེན་གྱི་སྐབས་སུ་དམིགས་སུ་དེ་ལ་དེ་ནས་ཅིག་དོ་སྣང་སྤྲད་ནས། ངག་ནས་སྒྲ་སྣ་ཚོགས་པ་སྒྲོག། ངག་ནས་རྣམ་པ་སྣ་ཚགས་པ་སྒྲོག་པ་དེ་ལ་ད་ཕན་ཐོགས་འདུག་པས་དགོས་པ་འདུག་པས་དེ་ལ་རྒྱུ་མཚན་ག་རེ་འདུག་ཟེར་བརྟགས་ཤིང་དཔྱད་པས་དེ་དག་ལ་རྒྱུ་མཚན་མེད་པར་ཤེས། འཁོར་བ་ཐོག་མ་མེད་པ་ནས་ད་ལྟ་བར་དུ་ལ་ཁ་ནས་འདྲ་མིན་འདྲ་སྐད་ཆ་འདྲ་མིན་འདྲ་ངག་གཏམ་སྣ་ཚོགས་པ་མང་པོ་ཅིག་བཤད་བསྡད་པ་ཡིན་ན་ཡང་ཕན་ཐོགས་གང་ཡང་བྱུང་མི་འདུག་ད་དེ་ཡོན་དུ། སྒྲ་བསྒྲགས་བྱ་ལྟ་བུ། བསྒྲགས་བྱ་ལ་ཡང་ང་ཚོ་གིས་དཔེར་ན་བསྒྲགས་ཡོད་ངོས་ལ། ཨ་ཨ་ཟེར་ན་ཕ་ནས་ཚུར་ཨ་ཨ་ཟེར་གྱི་རེད། བཟང་པོའི་གི་ཚིག་བཤད་ན་ཕ་ནས་ཚུར་བཤད་གྱི་རེད། ངན་པའི་ཚིག་ཅིག་བརྗོད་ན་ཡང་ཕ་ནས་ཚུར་བརྗོད་ཡོང་བ་རེད་དེ་ལྟ་བུ་ད་ནི་སྒྲ་གྲགས་ཆ་ལྟ་བུ་གོ་དགོས་བ་རེད་གསུང་བ་རེད། ད་དེའི་ཕན་ཐོགས་ག་རེ་ཡོད་ཟེར་ན། གཞན་གྱིས་ཕ་ནས་ཚུར་ང་ལ་བསྟོད་པ་ཕུལ་བ་ལ་སོགས་པ་ཡོད་དུས་སེམས་ལ་དགའ་བ་ཅི་ཡང་མེད་པ། གཞན་གྱིས་སྨད་ར་ལ་སོགས་པ་དང་ཚིག་ངན་པ་དང་འོ་དེ་འདྲ་གི་བྱུར་དང་ཁམ་ཤུ་ལ་སོགས་པ་གླས་ཡོང་ན་ཡང་མི་དགའ་བ་མེད་པ། བྲག་ཆ་ལྟ་བུ་གོ་ཡོང་དུས་དགའ་འམ་མི་དགའ་གཏན་ནས་མ་འབྱུང་བ། དེའི་ངང་དུ་གནས་ཐུབ་ན་ང་རུ་ཤན་འབྱེད་པ་སོང་བ་དེ་རེད་ང་རུ་ཤན་འབྱེད་པ། དེ་ཁོ་རེ་གི་ང་དེ་གཏམ་སྣ་ཚོགས་ན་བ་དེ་ལས་ལྡོག་སྟེ་དེ་ནི་མྱ་ངན་ལས་འདས་པའི་གི་ང་དེ་ལྐུགས་པ་ལྟ་བུ་གནས་པ་རྣམས་མེད་བརྗོད་མེད་ཐོག་ལ་གནས་དགོས་བ་རེད། རྣམ་མེད་བརྗོད་མེད་ཟད་རེག་དེ་ག་ཙམ་མི་སྣང་བ་དེ་ཙམ་ཞིག་གིས་མི་བརྗོད་པ་མ་ཡིན་པ་སྣ་རུ་མེད་པ་བརྗོད་དུ་མེད་པ། ཚིག་གིས་བཤད་དུ་མེད་པ། ལབ་ཏུ་མེད་པ་དེ་འདྲ་ཅིག་ཤེས་ཡོང་དུས་ལྐུགས་པ་ལྟ་བུ་གནས་པ་དཔེ་དེ་ལྐུགས་པ་ལ་བཞག་པ་རེད་མ་གཏོགས་ལྐུགས་པ་རེད་གསུང་བ་མ་རེད། ཡིན་ནའང་ལྐུགས་པ་ལྟ་བུ་གནས་པ། དེ་ཡོད་ན་ཕན་ཡོན་དགོས་པ་ག་རེ་ཡོད། ངག་གིས་ཞེན་པ་ལོག། ངག་གིས་གཏམ་སྣ་ཚོགས་བསྟོད་པ་སྨད་པ་ལ་སོགས་པ་སྒྲོག་པའི་གིས་ཞེན་པ་དེ་བཟློག། དེ་ནས་སྒྲིབ་པ་དག། དེ་ལ་བརྟེན་ནས་མྱ་ངན་ལས་འདས་པ་ལ་ཐག་ཉེ། ངག་འཁྲུལ་པ་ལ་མི་འཇུག་པ། གང་བཤད་པ་གང་ལབ་པ་དེ་ཐམས་ཅད་དུ་ཆོས་ཉིད་ཀྱི་རང་སྒྲ། ཆོས་ཀྱི་རང་སྒྲ་ཡིན་པ་ལ་མཇུག་ཐོ་ཡོན་དུ་ངག་གི་ཉེས་པ་ཐམས་ཅད་ཟད་ནས་མ་འོངས་པ་ལ་སྐུ་གསུམ་གྱི་ནང་ནས་ལོངས་སྐུ་ལ་གྲོལ་བའི་གི་ཡོན་ཏན་ཐོབ་པ་རེད། དེ་ངག་གི་རུ་ཤན། ད་གསུམ་པ་ཡིད་ཀྱི་རུ་ཤན། ད་རྣམ་རྟོག་འདྲ་མི་འདྲ་མཇུག་བཅུ་དགོས་བ་རེད། དཔེར་ན། གཉེན་གྱི་ཕྱོགས་ལ་འདོད་ཆགས་ཀྱི་རྣམ་རྟོག་ཡོང་གི་ཡོད་རེད། དགྲ་ཡི་ཕྱོགས་ལ་ཞེ་སྡང་ལ་སོགས་པའི་གི་རྣམ་རྟོག་ཡོང་གི་ཡོད་རེད། དེ་འདྲའི་གི་དག་ཅིག་ཆགས་སྡང་གི་བློ། ཡང་ན། དད་པ། མོས་གུས། བྱམས་པ། སྙིང་རྗེ་ལ་སོགས་པའི་གི་བློ། ཡང་མིན་ན་བར་མའི་གི་བློ། སངས་རྒྱས་དེ་གང་ཡང་མ་ཡིན་པའི་བར་མེད་ཀྱི་བློ་ལ་སོགས་པ། དེ་ནས་ཡང་མིན་ན་ལྷ་བསྒོམ་པ། དཀྱིལ་འཁོར་བསྒོམ་པ། སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་ཡི་གེ་ཨོམ་ཨ་ཧུང་ལ་སོགས་པ་བསྒོམ་པ། དཀྱིལ་འཁོར་བསྒོམ་པ་ལ་སོགས་པ་དེ་འདྲ་ལ་ཡང། དེ་ནས་ཡང། འཇིགས་སྐྲག། སེམས་ལ་འཇིགས་ཤིང་སྐྲག་པ། ཡ་ང་བ། བག་ཟ་བ། ལ་སོགས་པ་དེ་འདྲ་གྱི་རྣམ་པར་རྟོག་པ་མང་པོ་ཅི་ཡོད་རེད་ད་དེ་ལ་བསམ་བློ་བཏང་དགོས་བ་རེད། ད་དེ་ལ་བསམ་བློ་བཏང་ཟེར་དུ་དེ་བསམ་པ་དེ་སྤྲོ་དགོས་བ་རེད་ཆེད་དུ་རྙེད་ནས་དགེ་བའི་གནམ་མཐོ་སྤྲོ་བཅུག་ཆེད་དུ་རྙེད་ནས་མི་དགེ་བའི་གནམ་མཐོ་སྤྲོ་བཅུག་ཆེད་དུ་རྙེད་ནས་དད་པ་དང་མོས་གུས་བསྐྱེད་བཅུག་ཆེད་དུ་རྙེད་ནས་འཇིགས་སྐྲག་ལ་སོགས་པ་དང་ཡ་ང་བ་ལ་སོགས་པ་དེ་ཚོ་གི་བློ་དེ་བསྐྱེད་བཅུག་དགོས་བ་རེད་ཆེད་དུ་རྙེད་ནས་དེ་བསྐྱེད་ཡོང་དུས་ད་དེ་ལ་ཐང་ཞིང་ཆད་དེ་ལ་ངལ་དེ་ལ་དོན་དག་མེད་པ་ཧ་གོ་ཡོང་དུས་དེ་ལས་ལྡོག་ཡོང་དུས་དེ་ནས་དེ་ལས་ལྡོག་ཡོང་དུས་གནམ་མཐོ་ལ་བཅུག་ལོ་འཁོར་བ་ཐོག་མེད་ནས་རྣམ་རྟོག་འདི་གིས་བཅིངས་སོང་བ་རེད་ཤག་བསམ་པའི་གན་རྣམ་རྟོག་འདི་ལ་ཡང་ད་འཛིན་ཆགས་ལ་བརྟེན་ནས་བྱུང་པ་ཡིན་དུས་རྣམ་རྟོག་ལ་ཞེད་ལོག་ད་རྣམ་རྟོག་ལ་ཞེད་ལོག་ཡོང་དུས་ག་རེ་དགོས་ཀྱི་འདུག་རྣམ་རྟོག་ཅན་ཡོང་དུས་རྟོག་མེད་ཅན་ངང་ལ་གནས་ཐུབ་པ་རེད་ད་དེ་མྱང་འདས་ཀྱི་བློ་དེ་རེད་རྟོག་མེད་ཀྱི་ངང་དུ་གནས་པ་མི་རྟོག་པའི་ངང་དུ་གནས་པ་རྣམ་པར་མི་རྟོག་པའི་ཡེ་ཤེས་ཀྱི་ངང་དུ་གནས་ཐུབ་པ། དེ་ཡིན་དུ་ད་ཡིད་ཀྱི་འགྱུ་བ་སྐྱེས་ཡོང་བ་རེད་དོ། གནས་འགྱུ་རིགས་གསུམ་ངོ་སྤྲོད་ཡིན་དུ་དང་པོ་སེམས་གནས་པ་དེ་ནི་འགྱུ་བ་ཟེར་བ་ད་འགྱུ་བ་དེ་རྣམ་རྟོག་འཕྲོ་བ་རེད་བ་ཕྱག་ཆེན་སྐབས་སོ། འགྱུ་བ་ཟེར་དུ་རྣམ་རྟོག་འཕྲོ་བ། རྣམ་རྟོག་རང་བབས་སོ་མི་གནས་པ་རྣམ་རྟོག་རྦ་རླབས་ཀྱི་རྒྱ་མཚོ་ལྟ་བུ་རྒྱ་མཚོའི་རྦ་རླབས་ལྟ་བུ་རྣམ་རྟོག་འཕྲོ་ཡོང་བ། ད་དེ་ཡིད་ཀྱི་འགྱུ་བ་རེད། དེ་འདྲའི་ཡིད་ཀྱི་འགྱུ་བ་དེ་ད་ཅད་ཡོང་དུས་མི་རྟོག་པའི་ངང་དུ་ཁྱམས་ཀྱི་གནས་སོང། མི་རྟོག་པའི་ངང་དུ་ཁྱམས་ཀྱི་གནས་ཟེར་ཡ་དེ་དང་པོ་རྣམ་རྟོག་ཡོད་དེ་ལ་གཉེན་པོའི་སྟོབས་ཀྱིས་རྣམ་རྟོག་བཀག་ནས་མི་རྟོག་པའི་ངང་དུ་སླེབས་པ་ལྟ་བུ་མ་ཡིན་པ། རྣམ་རྟོག་འཕྲོ་བཞིན་དུ་ཡང་མི་རྟོག་པའི་ངང་ནས་འཕྲོ་ཐུབ་པ་དེ་ཤེས་འདུག་གོ་ད། མ་འོངས་པ་ལ་གལ་ཏེ་རྣམ་རྟོག་འཕྲོ་སོང་ན་དེ་ཡི་རྣམ་རྟོག་དེ་གིས་གནས་པ་ལ་བར་དུ་གཅོད་ཀྱི་འདུག་དང་མི་འདུག། དང་པོའི་གཤིས་ལུགས་སམ་དང་པོའི་གི་བབ་དང་པོའི་གི་གནས་ལུགས་གནས་པ་སེམས་གནས་པ་དེ་ལ། ད་ལྟ་ཡིན་ན་སེམས་གནས་ཟེར་ཡ་གཅིག་གི་ས་མཚམས་གཅིག་དེ་ལས་རྣམ་རྟོག་འཕྲོ་བའམ་རྣམ་རྟོག་འཇུ་བའི་ས་མཚམས་གཅིག། ཅིག་གཉིད་དུ་བ། ལྟ། འདི་ལྟ་བུའི་ངང་དུ་ཡིད་ཀྱི་འགྱུ་བ་སྐྱེས་ཡོང་དུས་མི་ལྡོག་པའི་ངང་དུ་སླེབས་ཡོང་དུས། རྣམ་རྟོག་གནས་བཞིན་དུ་འཕྲོ་ཆོག་པ། འཕྲོ་བཞིན་དུ་འཕྲོ་བས་ཀྱི་གནོད་པ་ལ་མི་གནོད་པ། གནས་གནས་བཞིན་དུ་དེ་ཡིས་འཕྲོ་བ་ལ་མི་གནོད་པ་རྣལ་འབྱོར་གཉིས་ཀ་དེ་གཅིག་གིས་གཅིག་ལ་འགལ་འདུར་མ་སོང་བ་ཉམས་ལེན་གཅིག་གི་ནང་དུ་ཆེར་ཤེས་པ་ཅིག་དགོས་བ་རེད་དེ་མི་རྟོག་པའི་ཀྱི་བློ་ཀྱི་རྟགས་ཚད་ཀྱི་བབས་སོ་ངོ་མ་དེ་དེ་རེད། པ་སྤྲུལ་རིན་པོ་ཆེ་གནས་པའི་སྟེང་ནས་འཇུ་བའི་རྗེས་མཐུད་མཆོད། འཇུ་བའི་ངང་ནས་གནས་པའི་རང་ངོ་བསྟོད། རྣལ་འབྱོར་གཉིས་མེད་ཐ་མལ་ཤེས་པ་ཆེ། གནས་པའི་སྟེང་ནས་སེམས་གནས་བཞིན་པའི་ངང་ནས་གནས་པའི་སྟེང་ནས་འཇུ་བ། གནས་པའི་སྟེང་ནས་འཇུ་བ་ལས་ཡོང་བ་རེད། ད་ལྟ་ལས་དང་པོ་པ་ལ་གནས་བཞིན་པའི་སྐབས་སུ་སེམས་འཇུག་ཡོང་དུས་དེ་གི་རྗེས་ཞིག་ཡོད་རེད་དེ་གཉིས་ཀྱི་མཚམས་ལ་གནས་འཇུག་གི་བ་ལག་བ་ལག་ཞིག་ཡོད་རེད་དཔེར་ན་བྱང་འདྲ་བོ་ན་ཕ་ནང་མཚོ་ནང་ཟེར་ཡག་གི་དེ་ལྟ་བུ་གི། ཁྲོ། གནས་པ་དང་ཁྲོ་བའི་གི་བ་ལག་ཅིག་ཡོད་རེད་ལས་དང་པོ་པ་ལ་དེ་ཡོང་དུས་གནས་བཞིན་དུ་ཁྲོ་མི་ཤེས་པ་རེད། ཁྲོ་བའི་སྐབས་སུ་གནས་པ་ལ་གནོད་ཡོང་བ་རེད་གནས་པའི་ཁྲོ་བ་ལ་གནོད་པ་རེད་འདི་གཉིས་སྟབས་གཅིག་ཏུ་ཉམས་ལེན་གྱི་ནང་དུ་འཁྱེར་མི་ཐུབ་པ་རེད་རྣལ་འབྱོར་པས་ཀྱི་མི་རྟོག་པའི་ངང་དུ་ཕྱམ་གཅིག་གནས་ཐུབ་ན་ཡིད་ཀྱི་འགྱུ་བ་ཆོས་ཡོང་དུས་སྐྱེས་པ་མ་རེད་དེ་ཡིད་ཀྱི་འགྱུ་བ་རང་བཞིན་གྱི་ཤུགས་ཀྱིས་ཆོས་ཡོང་དུས་གནས་འགྱུ་བ་ལ་འཇལ་ཡོང་བ་རེད་དེ་འཇལ་ཡོང་དུས་གནས་པའི་སྟེང་ནས་འགྱུ་བའི་རྗེས་མཐུད་ཆོས། རྗེས་མཐུད་ཡོག་མ་རེད་ཟེར་རྗེས་མཐུད་པ་མེད། འཇུ་བའི་ངང་ནས་གནས་པས་རང་ངོ་ལྟོས། འཇུ་བཞིན་པའི་ངང་ནས་གནས་པ་ལ་ལྟོས། གནས་པ་བརླག་ཡོག་མ་རེད། འཇུ་བཞིན་དུ་གནས་པ་གནས་བཞིན་དུ་འཇུ་ཆོག་པ་ནི་འཇུ་ཐར། འདི་སྟེ། རྫོགས་པ་ཆེན་པོའི་གི་གནས་ལུགས་རང་བྱུང་ཀུན་ཏུ་བཟང་པོའི་གི་རིག་པའི་གི་ངང་ལ་རྩལ་འབྱོངས་ནས་རྩལ་མཐར་ཕྱིན་ཡོན་དུ། ཉམས་ལེན་མཐར་ཕྱིན་ཡོན་དུ་བསྟན་ནས་ནི་འཇུག་གཉིས་མེད་ཕྱག་རྒྱ་ཆེན་པོ་སྐབས་སུ་ལ་བསྟན་ནས་རྣམ་པར་མི་རྟོག་པའི་ཡེ་ཤེས་རྒྱུད་ལ་སྐྱེས་ཡོན་དུ། དེ་ལ་ཡང་བསྟན་པ་ཐོབ་ཡོན་དུ་ནི་འཇུག་གཉིས་མེད་ཀྱི་དང་ལ་སླེབ་པར་གནས་པ་ཡང་མེད་འགྱུར་བ་ཡང་མེད་ནི་འཇུག་གཉིས་མེད་དེ། ཐ་མ་འདི་ཤེས་པ། ཐ་མ་འདི་ཤེས་པ་འདི་ལ་གནས་ཡང་གནས་ཡོད་མ་རེད་འགྱུར་བ་ཡང་ཡོད་མ་རེད་གལ་ཏེ་གནས་ཡོད་ན་དེ་ཡིས་འཇུག་གོ་དགོས་འདུག་མ་གནས་ན་འགྱུར་ཡ་ཡོད་མ་རེད། འཇུ་བ་དེ་གནས་པ་ལ་བརྟེན་ནས་ཡོང་དགོས་བ་ཡིན་དུས། གནས་པ་ལ་བརྟེན་ནས་འཇུ་བའི་ཐ་སྙད་བཏགས་པ་རེད། གནས་པ་ཡང་འཇུ་བ་ཞིག་ཡོད་ནས་གནས་པ་ཐ་སྙད་བཏགས་པ་རེད་མ་གཏོགས་འཇུ་བ་མེད་ན་གནས་པ་དགོས་དགོས་མི་འདུག་གནས་པ་མེད་ན་འཇུ་བ་ཡོང་དགོས་མ་རེད་དེ་ཡིན་དུས་གནས་འཇུ་གཉིས་ཀ་དེ་བློ་ཡིས་བཏགས་པ་རེད་མ་གཏོགས་དོན་ལ་གནས་འཇུ་གཉིས་མེད་པ་རེད་དེ་ལ་བརྟེན་ནས་དྭགས་པོ་རིན་པོ་ཆེ་གིས་ཐ་མ་ཅིག་བཤད་པ་སོང་བ་འདི་རེད། འཁོར་བ་འཁྲུལ་ཚུགས་མགོ་བཙུགས་ཡོང་དུས་འཁོར་བ་ག་འདྲ་ཞིག་ཕྱིན་ནས་འཁོར་ཡོང་བ་རེད་དང་པོ་ངོ་སྤྲོད་ཡོང་དུས་ཐ་མ་ཅིག་བཤད་པ་འདི་ཚུགས་ཟིན་མ་ཐུབ་རེད་སོང་བ་རེད། ཨ་ཉོག་ཆུང་ཆུང་འདྲ་བ་ནས་ཚུགས་ཟིན་མ་ཐུབ་ཡོང་དུ་རྒྱུགས་ཡོང་དུས་དེ་ནི་ལྡབ་འདྲིས་མགོ་ཆག་མ་རེད་འགྲོ་གི་འདུག་ཨ། ཨ་ཉོག་ཆུང་ཆུང་ཞིག་མ་རེད་ད་མི་ཆེན་པོ་ཡིན་ན་ལྡབ་འདྲིས་རྒྱུགས་དེ་ནི་ལྡབ་འདྲིས་འགྲོ་གི་རེད་འོ་དེ་ཡིན་དུས་གཅིག་ཚུགས་ཟིན་མ་ཐུབ་ནས་རང་ཚུགས་ཟིན་མ་ཐུབ་ཡོང་དུས་དེ་ནི་རང་སྣང་ལ་ཡུལ་དུ་འཁྲུལ་རང་རིག་ལ་བདག་ཏུ་འཁྲུལ་ནས་སྙིང་ཚིག་དབང་གིས་འཁོར་བ་ལ་འཁྲུལ་པ་རེད་རྣལ་འབྱོར་པ་སྒྲོ་འདོགས་སེམས་ལ་ཆོད་པ་དང་ཁོ་ཐག་ནང་ནས་ཆོད་པའི་རྣལ་འབྱོར་པ་དེ་གིས་དེ་ནི། ཕྱི་ནང་གི་རྐྱེན་གང་གིས་ཀྱང་བསྒྱུར་མ་ཐུབ་པ་ཐ་མལ་གྱི་ཤེས་པ་འདི་གི་ཐོག་ལ་གནས་ཡོང་དུས་དེ་ནི་ང་ཚོ་ཐ་མལ་པའི་སྤྱོད་ལམ་ནང་ལ་ཡང་ཟས་ཟ་འགྲོ་འདུག་སྤྱོད་ལམ་མི་དང་སྐད་ཆ་བཤད་གང་བྱེད་པ་ཡིན་ན་དེ་བར་ཆད་ཡོད་མ་རེད། འགྲོ་ཆོག་པ་རེད་སྐད་ཆ་བཤད་ཆོག་པ་རེད་ཟ་ཆོག་པ་རེད། གསེར་དང་དངུལ་ལ་སོགས་པ་ཉར་ཆོག་པ་རེད་གཞའ་ཧེ་ཁང་ནང་དུ་བསྡད་ན་ཡང་འགྲིག་པ་རེད། ག་རེ་ཟེར་ན་སྒྲོ་འདོགས་སེམས་ལ་ཆོད་པ་ཡིན་དུས་དེ་ཡིས་བཅིངས་ཐུབ་ཀྱི་མི་འདུག་ག། འོ་དེ། གཉིས་ཆུང་གཉིས་མེད་ཐ་མ་ཤེས་པ་ཆེ། ད་དེ་འདྲ་ཅིག་བཤད་ཐུབ་ན་འཁོར་བའི་ཡིད་དེ་ལ་སྐྱུག་ལོག་ཞེན་པ་ལོག། དེ་ནས་དེ་དག་ཡོན་དུ་ཡིད་ཀྱི་སྒྲིབ་པ་ཐམས་ཅད་དག། མྱ་ངན་ལས་འདས་པ་ལ་ཐག་བཅད། ཐག་ཉེ། དེ་ནས་འཁྲུལ་པ་འཁྲུལ་བའི་གི་རྐྱེན་དང་ཕྲད་ན་ཡང་འཁྲུལ་པ་གི་སེམས་རྒྱུད་ལ་ཚུལ་བར་དུ་བཅོས་མི་ཐུབ། ག་ཟིག་མཐོང་བ་ཡིན་ན་ཡང་འཁྲུལ་པ་རང་སང་དུ་འགྲོ་ཐུབ་པ་དཔེར་ན་ཁ་ཚང་དཔེ་བཤུས་པ་ལྟ་བུ་རེད། ཆུ་ལ་རི་མོ་བྲིས་པ་ལྟ་བུ། རྡོ་ཚ་བོའི་སྟེང་དུ་ཁ་བ་བབས་པ་ལྟ་བུ་རང་སར་དུ་འགྲོ་ཐུབ་པ་འགྲོ་འདུས་མདུད་པ་བོར་བ་ལྟ་བུ་འགྲོ་ཅིང་འདུས་པ་དེ་ཁོ་རང་གིས་བཅིངས་པ་རེད་ཁོ་རང་གིས་དཀྲོགས་འགྲོ་བ་རེད། འཁྲུལ་མ་མྱོང་བ་གྲོལ་མ་མྱོང་བའི་ཕྱིར་ན། རྐྱེན་དང་འཕྲད་ན་ཡང་ནམ་ཡང་འཁྲུལ་ཐུབ་ཀྱི་མ་རེད་གསུངས་བ་རེད། དེ་ལ་བརྟེན་ཏེ་མ་འོངས་པ་ལ། སྐུ་གསུམ་ག་ནང་ནས་ཡིད་ཆོས་ཀུན་རུ་དག་པ། ད་འཁོར་འདས་རུ་ཤན་དོན་དག་དེ་རེད། དེ་ཡིན་དུས་ད་ད་ཡང་ང་ཚོ་སྦྱང་དགོས་ཀྱི་ཡོད། སྦྱང་བ་ལ་ཆེད་དུ་བསྙེན་ནས་ལུས་གཡོ་འགུལ་དང་དེ་ཚོ་བྱེད་དགོས་ཀྱི་ཡོད་རེད། དེའི་ཐང་ཆད་ཡོང་དུས་མི་འགུལ་བའི་ངང་ལ་གནས་དགོས་ཀྱི་ཡོད་རེད། འཁོར་འདས་རུ་ཤན་གཅིག་དེ་རེད་ལུས་ངག་གི་ཐོག་ནས་གཏམ་སྣ་ཚོགས་པ་སྒྲོག་གི་ཡོད་རེད། བཟང་ངན་བདེ་སྡུག་ག་རེ་ཡིན་ན་ཡང་ཡག་སྡུག་ལ་སོགས་པ་སྣ་ན་སྣ་བཅུག་དེ་སེམས་བསྲུན་ཡོང་དུས་དེ་ལ་བསྲུན་ཡོང་དུས་ངག་སྣ་བཅོས་དང་ཕྲ་བའི་ངང་དུ་གནས་པ་དེ་མྱ་ངན་ལས་འདས་པ་རེད། སེམས་ལ་ཏཱ་ནི་གཅིག་འོ། བདེ་སྡུག་ལ་སོགས་པའི་རྣམ་རྟོག་སྣ་ཚོགས་པ་སྐྱེ་བ་དེ་ཡི་ཐོག་ནས་ཐ་ཐང་ཆད་ཡིད་སུན་དེ་ནས་དེ་དག་ལ་རེ་རེ་བཞིན་དུ་མཉམ་པར་བཞག་པས་མི་ལྡོག་པའི་ངང་དུ་འཁྱམས་ཀྱིས་འགྲོ་ཐུབ་པ་སྟེ། མྱང་འདས་དེ་ཡི་ལུགས་འཁོར་འདས་རུ་ཤན་དེ་ནས་ཕྱེ་ཡོང་བ་རེད་ལུགས་ང་ཡི་གསུམ་གྱི་འཁོར་འདས་རུ་ཤན་ཕྱེ།